ཐུགས་རྗེའི་ཀུན་སློང་སྙོམས་པའི་བཅོམ་ལྡན་འདས་བྱེ་མཚམས་ཐོད་པའི་ངན་འགྲོའི་སྡུག་བསྔལ་སེལ་དུག་གསུམ་ནད་སེལ་སངས་རྒྱས་སྨན་གྱི་བླ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁར་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཨོམ་ནམ་མོ་བ་ངག་བ་དེ་བས་གང་ཚེ་གུ་རུ་བིནྡུ་ར་ཏྲ་བ་ར་འཛ་ཡ་ཏཱ་ཏཱ་ག་ཏཱ་ཡ་ཧ་ར་ཧ་དེ་སམ་ཡ་སམ་བུ་དཱ་ཡ་ཏཱ་ཡ་ཏཱ་ཨོམ་བས་གང་ཚེ་བས་གང་ཚེ་མ་ཧཱ་བས་གང་ཚེ་བས་གང་ཚེ་ར་འཛ་ཡ་སམ་མོ་ག་དེ་སོ་ཧ།

ཨ་ནི། རྣམ་པ་ཚོ་མང་པོ་ཞོལ་གཅིག་གིས་ང་ལ་ཟུར་དུ་འབྲེལ་བ་བྱེད་ཡག་གི་འབྲེལ་བ་བྱེད་སའི་ཨང་གྲངས་འགོ་ཡི་གསུངས་གནང་གི་འདུག་ཨ་ནི་ཁ་པར་ཨང་གྲངས་འདི་ངའི་ཟུར་དུ་འབྲེལ་བ་བྱེད་སའི་ཨང་གྲངས་རེད་ཨ་ནི་འདི་ལ། WhatsApp དང Telegram གཉིས་ཀ་ཡོད་རེད་འདི་ནང་ནས་འབྲེལ་བ་གནང་རོགས་གནང་ཨ་ནི་རྒྱལ་ཁབ་སོ་སོའི་ཨང་གྲངས་འདི་ཡིན་གཅིག་མིན་གཅིག་བླུག་དགོས་ཀྱི་ཡོད་རེད་སྒང་འདི་ལ་རུ་པ་ཧོ་འདི་ཐུག་ལ་བཞག་ཡ་ཆད།

དེ་ཚོ་དངོས་གནས་ཀྱི་ཅིག་བསམ་བློ་དང་སོ་ནས་ཁོག་བཅུན་མ་ཐུབ་པའི་གནས་སྟངས་ཅིག་གང་ན་ཡོང་གི་ཡོད་རེད། ད་ག་རེ་ཡོང་གི་རེད་ཟེར་ན་བུད་མེད་དེ་ཆུ་ཚ་པོ་ལ་མ་ཟས་མ་རག་ན་བུད་མེད་དེ་བཟའ་དཀའ་པོ་ཞོག་འདུག་ཟེར་ཡག་གི་གནས་ཚུལ་ཅིག་གླེང་གི་ཡོད་རེད་ད་འདི་ང་ཚོ་སྨན་པ་གི་ནོར་འཁྲུལ་རེད། བུད་མེད་དེའི་ནང་ལོགས་ལ་ཆུ་ཚ་པོ་གི་ཟ་དགོས་ཡ་ཇི་ལྟར་ཆུ་གྲང་མོ་གི་ཟ་དགོས་ཡ་གཉིས་ཡོད་རེད། བུད་མེད་ཚང་མ་ཆུ་ཚ་པོ་བཟའ་དགོས་ཡ་ཡོད་མ་རེད་བུད་མེད་ཚང་མ་ཆུ་གྲང་མོ་གི་བཟའ་དགོས་ཡ་ཡོད་མ་རེད། འདི་ང་ལྟ་བུ་ཆ་ཞག་ཡིན་ན་ངས་ནམ་རྒྱུན་ང་རང་འདི་ལ་ཡོང་ངའི་ནད་པ་མེད་རེ་ངོ་རེ་ལ་འདི་ཆུ་ཚ་པོ་ལ་བཟའ་འདི་ཆུ་གྲང་མོ་ལ་བཟའ་འདི་འོ་མ་ལ་བཏུང་ཨ་ཟེར་སྐད་ཆ་བཤད་ཀྱི་ཡོད། ད་འདི་ལྟར་དེ་བཞིན་དུ་རྣམ་པ་ཚང་མས་གནང་དགོས་ཀྱི་ཡོད་རེད། ཨེ་ན་ནད་པའི་ངོས་ནས་སྨན་པ་ལ་སྐད་ཆ་དྲིས་འོ་འདི་ཆུ་ག་རེ་མཉམ་དུ་བཟའ་དགོས་རེད་པས་ག་རེ་མཉམ་དུ་བཏུང་དགོས་རེད་པས་ཟེར་ཡ་སྦྱོར་བ་འདི་ནད་པའི་ངོས་ནས་འགན་འཁུར་དགོས་ཡ་དེ་གལ་ཆེན་པོ་རེད། དེ་འདྲ་སོང་དང་བུད་མེད་ཚང་མ་ཆུ་ཚ་བོ་ལ་ཟ་དགོས་ཡ་ཡོད་མ་རེད་ཆུ་གྲང་མོ་ལས་བཏུང་དགོས་ཡ་ཡོད་མ་རེད་ང་ལྟ་བུ་ཆ་ཤམ་ནི་བུད་མེད་དེ་ཟ་ཡ་ལས་སླ་ཤོས་རེད་ཤག་གལ་སྲིད་ཆུ་མེད་པ་ཡིན་ན་ཁ་ནང་ལ་མུར་བསྡད་ཀྱི་ཡོད་རེད་བ་འོ་ད་མུར་བ་དང་བྲལ་བའི་ཐོག་ནས་ཡང་མི་མང་པོ་ཅིག་བུད་མེད་ཟ་ན་སྲོག་རོལ་གྱི་འདུག་ཟེར་ཡ་བྱུང་དགོས་བ་རེད་སྙིང་རྗེ། ཁག་ཡོད་མ་རེད་ཁྱེད་རང་ཚོ་ཤིང་གི་ཡོད་མ་རེད་བ། སྲོག་རུལ་མ་རུལ་ཟེར་ཡ་དེ་བུད་མེད་ཟས་ནི་སྲོག་རུལ་བ་ཅིག་དང་བུད་མེད་མ་ཟས་ནི་སྲོག་མ་རུལ་བ་ཟེར་ཡ་དེ་འདྲ་ཡོད་མ་རེད། ཁྱེད་རང་གི་སྲོག་དེ་ཡག་པོ་ཅིག་སྤྲོད་གི་མེད་པ་ཡིན་ན། བུད་མེད་མ་བསད་པས་ནི་ཁྱེད་རང་གི་སྲོག་དེ་རུལ་གི་རེད། ཁ་ལག་བཟས་ནས་སྲོག་རུལ་གི་རེད། ཆུ་མང་པོ་བཏུང་ནས་ཆུར་སྲོག་རུལ་གི་རེད། ལྷག་པར་དུ་ཁ་ལག་དང་འདི་མ་བསད་ཅིག་ཁྱེད་རང་སྲོག་ཁྱོད་ནས་སྤྲོད་གི་མེད་པས་སྲོག་རུལ་ཡོང་གི་རེད། འདི་རེད། དེ་འདྲ་སོང་ཙང། ནི་མང་པོ་ཅིག་གིས་བུད་མེད་ཟེར་ན་སྲོག་རུལ་གི་འདུག་ཟེར་ཡང་འདི་ཚང་མ། མ་ཤེས། རྣམ་རྟོག། ཨ་ནི་ཅིག། ཤེས་གི་ཡོད་སྟོང་རྟོག་བྱས་ན་ཡང། བུད་མེད་ལ།

པ། ནམ་ཚོང་ཡན་གྱི་གནས་ལ་མུ་རུ་སི་ཡ་དང་རི་བོ་ཆེ་བ་མིག་ལ་ཆུང་བ་མུ་རུ་སི་ཡ་དེ་ཚོ་ང་ཚོ་སྨན་པ་ཚོ་གི་ལག་ལེན་ནང་གི་ཡོད་མ་རེད། ང་རང་ཡིན་ན་ལག་ལེན་ཁག་ཐུབ་ཐུབ་བྱེད་ཀྱི་ཡོད། རེད་པ། དེ་འདྲ་ཚོ་ཚོ་ང་རང་ཚོ་སྨན་པ་གཞོན་པ་ཚོ་གི་འདི་གནང་ད། ཏན་ཏན་ཁྱེད་རང་ཚོ་ལ། ནད་པ་ཚང་མས་གུས་བརྩི་བྱེད་མཁན་ཆགས་ཀྱི་རེད། དེ་འདྲ་སོང་ཙང་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མ་ཐག་རྒྱུན་འཇགས་བདེན་འཚོལ་རིགས་ལ་དོ་སྣང་གནང་དགོས་ཀྱི་ཡོད་རེད་ཁག་ཅིག་ནི་བསམ་བཞིན་དུ་བུད་མེད་ལ་གནོད་རྒྱལ་གྱི་འདུག་ལབ་ཀྱི་ཡོད་རེད་ཁག་ཅིག་ནི་མ་ཤེས་རྨོངས་པའི་དབང་གིས་ལབ་ཀྱི་ཡོད་རེད་ཁག་ཅིག་ནི་ང་དང་ང་འདྲ་བའི་སྨན་པ་བདེན་འཚོལ་ཡག་པོ་བྱེད་ཀྱི་མེད་པའི་རྐྱེན་གྱིས་ཡོང་གི་ཡོད་རེད་འོ་དེ་འདྲ་སོང་ཙང་རྣམ་པ་ཚོས་དེ་དེ་རིང་གི་བརྙན་འཕྲིན་འདི་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་གནང་མི་མང་པོ་གཅིག་གི་རྣམ་རྟོག་དང་དོགས་པ་དང་དེ་ཚོ་ཚང་མ་འཇའ་ཡལ་བ་འདྲ་བཞིན་ཡལ་འགྲོ་གི་རེད། ཐོ་ཇེ་ཇེ།